ཁོ་བོས་ཀྱི་ཉིན་མོ་དེ་ལ་ང་རང་ཚོ་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ལུས་སྲོག་བཙོང་གནང་མཁན་དཔའ་བོ་དཔའ་མོ་ཡོངས་ལ་ངལ་སེལ་ས་གནས་བོད་བུ་མེད་ཚོགས་པའི་གི་ཚབ་ཞུས་ཏེ་མྱ་ངན་དང་རྗེས་དྲན་གྱི་གུས་འདུད་ཞུས། བོད་ནང་ལ་ཡོད་པའི་བོད་མི་ཚོ། རྒྱ་ནག་དམར་པོའི་སྲིད་གཞུང་གི་འོག་ལ་འཇིགས་སྣང་དང་དངངས་སྐྲག་ངང་ནས་གནས་དང་གནས་བཞིན་པ་རེད། ང་རང་ཚོ་བོད་ཀྱི་དཀའ་ཉེས་དམའ་སོགས་བར་དུ་རང་དབང་ལུང་པ་ནང་ལ་ཡེ་གནས་ཡོད་པའི་གི་ཆོལ་གསུམ་སྤུན་ཟླ་རྣམས་རྡོག་རྩ་གཅིག་སྒྲིལ་ངང་ནས་བོད་ནང་ལ་ཡོད་པའི་བོད་རིགས་སྤུན་ཟླ་ཚོ་ལ་བོད་ཀྱི་བདེན་མཐའ་གསལ་གྱི་ལས་འགུལ་སྤེལ་ཏེ། ང་རང་ཚོ་གི་ལས་འགན་གཅིག་དང་གལ་ཆེན་པོ་དེ་ཆགས་ཡོད་རེད། ད་བར་དུ་མི་རིགས་རྒན་པ་རྣམས་ནས་འགོ་ཁྲིད་ནས་བོད་ཀྱི་བདེན་མཐའ་གསལ་ཡས་ཀྱི་ལས་འགུལ་སྒང་ལ་སྐུ་ལས་མང་པོ་བསྐྱོན་ཡོད་རེད། དེ་མུ་མཐུད་ནས་གཞོན་སྐྱེས་གཞན་བཅས་གང་མང་མང་ནས་བུད་མེད་ཀྱི་འཐབ་རྩོད་ཀྱི་ཆེད་དུ་འགན་འཁུར་གནང་སྟེ་གལ་ཆེན་པོ་རེད་བསམ་གྱི་འདུག་འདི་ང་རང་ཚོའི་གི་ལས་འགན་གཙོ་བོ་ཞིག་ཆགས་བསྡད་ཡོད་རེད། སྤྱི་ལོ་གཅིག་སྟོང་དགུ་བརྒྱ། སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ཟླ་བ་གསུམ་པའི་ཚེས་བཅུ་ཉིན་རྒྱ་ནག་དམར་གཞུང་སྲིད་གཞུང་ནང་སྲིད་གཞུང་གིས་བོད་ནང་ལ་ཁྲིམས་འགལ་ཐོག་བཙན་འཛུལ་བྱས་ནས་ཉི་མ་གཅིག་གི་རྗེས་ལ། ཆོལ་གསུམ་བུད་མེད་རྣམ་པ་དཔུང་པ་གཅིག་ཏུ་བསྒྲིལ་ནས་བུད་མེད་གཅིག་སྟོང་ལྷག་ཙམ་པོ་ཏཱ་ལ་ཐང་ཆེན་མདུན་དུ་འཛོམས་ནས་རྒྱ་ནག་གཞུང་ལ་ངོས་སྐྱོད་ཆེན་པོ་བརྒྱབ་ཡོད་རེད། སྤྱི་ཟླ་གསུམ་པའི་ཚེས་བཅུ་དང། བཅུ་གཉིས་རྙེད་དེ། དེ་ཉིན་མོ་རྙེད་དེ། ང་རང་ཚོ་བོད་ཕྱི་ནང་སུ་ལ་ཡོད་པའི་གི་བོད་རིགས་སྤུན་ཟླ་ཡོངས་ལ་སེམས་ལ་མ་བརྗེད་ཅིག་གི་དུས་ཚེས་ཅིག་ཆགས་བསྡད་ཡོད་རེད། ལྔ་བཅུ་ང་དགུ་ནས་ད་བར་ང་རང་ཚོ་གི་སུམ་ཅུའི་དུས་དྲན་དང། བོད་མའི་སྒེར་ལངས་ཀྱི་གསུང་འཕྲིན་བྱས་དང་བྱེད་བཞིན་པ་རེད། དེ་སོང་ཙང་ད་ལན་ས་ཡི་ནག་ཉེས་ཀ་གཟའ་སྤེན་པ་སྤྱི་ཟླ་སི་པའི་ཚེས་བཅུ་གཉིས་ཉིན་གྱི་ཟུ་རིག་གི་གྲོང་ཁྱེར་དུ་ང་རང་ཚོ་སུའི་ས་གནས་བོད་བུ་མེད་ཚོགས་པའི་གི་གོ་སྒྲིག་འོག་ལ་དུང་ཕྱི་ནས་སྒེར་ལངས་དྲུག་ཅུ་རེ་གསུམ་དེ་གོ་སྒྲིག་ཞུས་ཡོད། དེ་ད་ལྟ་ཟུ་རིག་གི

དང་ང་རང་ཚོ་སའི་ས་ནས་བོད་གོ་མེད་ཚོགས་པའི་གིས་མཉམ་རོགས་ཀྱི་ཐོག་ནས། Geneva Summit གི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོའི་གི་ལམ་ལུགས་ལ་གྲོས་གླེང་སྐབས་ཏེ། བོད་ཀྱི་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་དུ་ཕྱིན་གདན་འདྲེན་ཞུས་ཡོད། དེའི་ཉིན་མོ་དེ་ལ་མི་མང་མང་པོ་ཞིག་རྒྱབ་སྐྱོར་གནང་ནས་ཕེབས་རོགས་གནང་ཞུས་ཡོད་ཡིན། དེ་མ་གལ་ཚོགས་འདུ་དེ་ལ་མཉམ་ཞུགས་གནང་ཡ་ལ་དྲ་རྒྱས་ཀྱི་ཐོག་ནས།